ཕ་མ་དང་སྤུ་གུ་མཉམ་དུ་བསྡད་པའི་སྐབས་དེ་ལ་ཨ་ནེ་གཅིག་དུས་ཚོད་རེའི་མིག་ཡག་པོ་གཅིག་བཟོ་ནས་ཉི་མ་རེ་ལ་ཆ་བྱིངས་ལྟར་ག་འདྲའི་སུ་ལས་རིམ་དེ་འགྲོ་གི་ཡིན་འདི་འདྲའི་གཅིག་བཟོ་གནང་ཡ་དེ་གལ་ཆེན་པོ་རེད། ཕ་མ་དང་སྤུ་གུ་མཉམ་དུ་ཤི་ནས་བསྡད་དུས་སྐབས་སུ་སོ་སོ་ནང་མི་གཅིག་ཡིན་པའི་ཆ་ནས་ཅིག་ལས་ཀ་ཡག་པོ་གི་རིགས་དེ་གང་ཐུབ་ཐུབ་ཀྱིས་མཉམ་གནས་གནང་ཐུབ་ཡ།

སྤུ་གུ་མཉམ་དུ་སྐད་ཆ་བཤད་ནས། ཞིབ་ཅིག་ནི་དེ་ཧ་ཏི་གལ་ཆེན་པོ་རེད་སྐད་ཆ་བཤད་དུས་སྐབས་སུ་དཔེ་ཆ་ཆགས་ན་རྩེད་མོ་བའི་སྐོར་འདྲ་བོ་ཡང་རོལ་དབྱངས་ཀྱི་སྐོར་འདྲ་བོ་ཡང་གཅིག་རི་མོ་བའི་སྐོར་གྲོགས་པོ་གྲོགས་མོ་བའི་སྐོར་དང་ནང་མི་གི་སྐོར། སྤུ་གུ་ཁོ་རང་ཚོ་གི་འདུ་བྱེད་ནི། བཀའ་མོལ་གནང་ཡ་དང་སྐད་ཆ་ག་རེ་བཤད་པ་ཡིན་ན་དེ་ལ། དོ་སྣང་བྱས་ནས་ཉན་ཡ་དང་ཧུ་ཧུ་ལ་དུ་ལྟ་ཡ་འདི་འདྲ་བྱས་ཏེ་དཔེ་གལ་ཆེན་པོ་ཆགས་ཡོད་རེད། བསྔགས་བརྗོད་བྱེད་ཡ། བསྔགས་བརྗོད་བྱེད་པའི་སྐབས་སུ་ཧུ་ཧུ་ཁོ་རང་གི་ནང་འཇོག་དེ་སུ་ཧ་ཞོག་དེ་གི་ཡག་པོ་མཐོང་བཞག་ས་མེད་གི་ཚོར་བ་དེ་ཤུགས་ཆེན་པོ་ཚོར་དེ་སྐབས་སུ་ཨ་ནི་ཧུ་ཧུ་ཁོ་རང་གི་བསམ་བློ་བཏང་བཏང་ནས་དེ་ལ་ཁྱད་པར་ཆེན་པོ་ཡོང་གི་ཡོད་རེད་ལ་ཨེ་ཧུ་ཧུ་ལ་དུ་སུ་དཀའ་མོ་གནང་དེ་སྐབས་སུ་སྐད་ཆ་དེ་ཚོ་ཡིན་ན་ལས་སྐད་ཆ་ཡག་ཡག་དེ་སུ་བེད་སྤྱོད་བཏང་ཡ་ཚིག་སྡུག་རྒྱ་དེ་སུ་གང་ཐུབ་ཐུབ་གི་བེད་སྤྱོད་མ་བཏང་ན་ཨེ་ཧུ་ཧུ་གིས་ད་ག་ནང་བཞིན་གི་སྐད་ཆ་དཀའ་མོ་གནང་དེ་སྐབས་སུ་ཚིག་ཡག་ཡག་དེ་སུ་བེད་སྤྱོད་བཏང་ཡ།